བདག་རང་གསལ་བཏབ་ནས་ཨེ་ནི་དེའི་ཐག་ནས་ད། ཐོག་མ་ཞིག་ཉིད་འོ་ད། དེ་ཡང་མདུན་དུ་དགེ་བའི་བཤེས་གཉེན་རྣམ་པ་ཡིད་ལ་བྱས་ཏེ་སོང་ཡང་དེ་བྱས། ཨེ་ནི་ཐོག་མ་ཞིག་ཉིད་བསྟན་པའི་ཕན་ཡོན་བསམས་ནས། སངས་རྒྱས་ཀྱི་གོ་འཕང་ལ་ཉེ་བར་རྒྱལ་བ་ན་སྐྱེ་བར་འགྱུར་བ་ལ་སོགས་པ། དེ། དམར་ཁྲིད་ཀྱི་ད་ཟབ་ཆ་རྣམས་སོ་ན་བཞིན་བྱས་འདི་འདྲ་རེ་བའི་ད་ཕན་ཡོན་རྒྱས་ཏེ་བསམས་ནས། ཡོན་ཏུ། ད་ངས་བླ་མ་བསྟེན་པ་དེ་དངོས་གནས་ནོར་མི་འདུག། དངོས་གནས་བླ་མ་བསྟེན་པ་དེ་ཡག་པོ་བྱུང་ཤག་དངོས་གནས་དྲ་གནས་ཀྱི་སྐལ་བ་བཟང་བསོད་ནམས་བཟང་བསོད་ནམས་ཆེ་བསམ་པ་རུ་ཅིག་དེ་འདྲའི་ཅིག་གི་པའི་སྙིང་ལ་པའི་སྤྲོ་བ་སྐྱེས་ཀྱི་པོ་འདུག་གམ། དེ་ལྟར་ཆེ་བཅུ་བླ་མ་བསྟེན་མེད་ན་ད་སངས་རྒྱས་ཀྱི་གོ་འཕང་ལས་ཇི་བྱིན་ཇི་བྱིན་འགྲོ་ཤག་རྒྱལ་བ་རྣམས་དགྱེས་པའི་རྒྱུ་མེད་པ་ད་བ་དེ་ལ་སོགས་པའི་དེའི་ལྡོག་ཕྱོགས་དེ་ཡིན་ནི་མ་བསམ་དེའི་རིགས་དག་ནི་བླ་མ་བསྟེན་པར་ཐག་བཅད། ན་བླ་མ་ང་ཚོ་ཕྲད་བསྡད་ཡོད་རེད་བླ་མ་བསྟེན་གྱི་ཡོད་རེད་ད་དེ་བླ་མ་བསྟེན་པར་ཐག་བཅད་ནས་བླ་མ་བསྟེན་པ་ལ་རྗེས་སུ་ཡི་རང་བྱས་དགའ་བ་སྒོམ། རང་གི་རང་ལ་དཔེ་ད་ང་ནི་བསོད་ནམས་ཆེན་པོ་ཡིན་བསམ་པ་རུ་བྱས། དེ་ནས་བསྟེན་ཚུལ་ལོག་པའི་ཉེས་དམིགས། བླ་མ་ལ་བརྙས་མི་ཆོག་ན་རྒྱལ་བ་ཀུན་ལ་ད་བརྙས་པར་འགྱུར་བ་ལ་སོགས་པ་དེ་འདྲ་འདྲི་བས་ད་བསྟེན་ཚུལ་ལོག་པའི་ཉེས་དམིགས་དེ་ཡི་བསམ་བློ་བཏང་ནས་ཤིང་ནི་ཚུལ་བཞིན་དུ་བསྟེན་པར་ཐག་བཅད། ད་དེའི་རྗེས་ལ་ཨེ་ནི་རྩ་བ་དད་པ་བཅང་བ་དེ་མ་བསམ་བློ་བཏང།

དགེ་བའི་བཤེས་གཉེན་གྱིས་རྣམ་པ་ཡིད་ལ་བྱས་ཏེ། ངག་ཏུ་ཚིག་དེ་རྣམས་བརྗོད་ཅིང་ཡིད་ལ་དེ་དག་གི་དོན་རྩེ་བཞིན་དུ་དྲན་པར་བྱའོ། མདོ་སྔ་མ་ལ་ཡང་ཚིག་དེ་ལྟར་སྦྱར་རོ། གཞན་ཡང་སྡོང་པོ་བཀོད་པ་ལས། འདི་ནི་བདག་གི་དགེ་བཤེས་ཆོས་སྨྲ་བ། ཆོས་ཀུན་ཡོན་ཏན་ཡོངས་སུ་སྟོན་བྱེད་དེ་བྱང་ཆུབ་སེམས་དཔའི་སྤྱོད་ལམ་ཡོངས་འདོད་པ་ཡིན་ཞེས་སེམས་གཅིག་བསམས་ནས་འདིར་འོངས་སོ། འདི་དག་སྐྱེས་པའི་རྟགས་ཀྱི་མ་ལྟ་བུ་ཡོན་ཏན་འོག་མ་འདུས་པའི་མ་མ་འདྲ་བྱང་ཆུབ་ཡན་ལག་ཡོངས་སུ་སྦྱོང་བ་ཡིན། དགེ་བཤེས་འདི་དག་གནོད་པ་རྣམ་པར་འདོགས་དགའ་བཞི་ཚར་བཅད་སྨོན་པ་ལྟ་བུ་དེ་བདུད་རྩི་ཆབ་འདྲ་ལྷ་དབང་རྒྱ་ཆེན་འདྲ་མདའ་ཉམས་ལྟ་བུ་དཀར་པོའི་ཆོས་ཀྱིས་ཀྱང་ཞི་བའི་ཕྱོགས་སྐྱོང་ཉི་མ་གསལ་བ་འདྲ་སྒྲ་དང་གྲོགས་དང་རི་བོ་འདྲ་བ་དེ་རྒྱ་མཚོ་བཞིན་དུ་མི་འཁྲུགས་སེམས་དང་ལྡན་ཡོངས་སུ་སྐྱོང་དང་སྙན་པ་འདྲ་བ་ཞེས་དེ་འདྲའི་སེམས་ཀྱི་ནོར་བཟང་འདི་འོངས་སོ། བྱང་ཆུབ་སེམས་དཔའ་བདག་གི་བློ་སྐྱེས་པ་སངས་རྒྱས་སྲས་པོ་བྱང་ཆུབ་སྐྱེད་བྱེད་པ་འདི་དག་བདག་ཅག་སངས་རྒྱས་བསྔགས་པ་ཞེས་དེ་ལྟར་དགེ་བའི་སེམས་ཀྱིས་འདིར་འོངས་སོ་འཇིག་རྟེན་སྐྱོབ་པའི་སྤོ་བོ་ལྟ་བུ་འདི་སྡེ་དཔོན་མགོན་དང་སྐྱབས་སུ་གྱུར་པ་ཡིན་འདི་དག་བདག་ལ་དད་སྟོབས་མི་ཡིན་ཞེས་དེ་འདྲའི་སེམས་ཀྱིས་དགེ་བཤེས་བསྙེན་བཀུར་བྱེད། ཅེས་གསུངས་པ་ལྟར་ཚིགས་སུ་བཅད་པའི་དབྱངས་ཀྱིས་ཀྱང་དྲན་པར་བྱ་སྟེ་ནོར་བཟངས་ནི་རང་ལ་འདོན་པར་འགྱུར་རོ། གཉིས་པ་བྱ་བའི་བསྟན་ཚུལ་ནི། བླ་མ་ལྔ་བཅུ་པ་ལས་འདིར་མ་སྨྲས་པས་ཅི་ཞིག་དགོས། བླ་མ་བརྒྱད་གཅིག་གང་ཡིན་བྱ་མི་ཉིད་གཅིག་ཀུན་སྤང་བ་ནི་དེ་དང་དེ་ལ་འབད་དེ་བརྟག། དངོས་གྲུབ་སློབ་དཔོན་སྤྱན་དྲངས་ཞེས་རྡོ་རྗེ་འཛིན་པ་ཉིད་གསུང་བ་བཤད་ནས་དངོས་པོ་ཐམས་ཅད་ཀྱི་སློབ་མ་བླ་མ་ཡོངས་སུ་མཉེས་པར་བྱ་ཞེས་གསུངས་པ། དྲུང། ཞེས་གསུངས་པ་ལྟར་ཞེས་གསུངས་པ་ལྟར་མདོར་བསྡུ་ན་རྙེད་པ་སྒྲུབ་པ་དང་མི་རྙེད་པ་སྤོང་བ་ལ་འབད་པར་བྱའོ། རྙེད་པ་སྒྲུབ་པ་ནི་སྒོ་གསུམ་སྟེ། ཟང་ཟིང་དབུལ་བ་དང་ལུས་ངག་གི་གཉེན་བཀུར་བ་དང་བཀའ་བཞིན་སྒྲུབ་པའོ། དེ་ལྟར་ཡང་མདོ་སྡེ་རྒྱན་ལས། དེ་དག་ཡང་མདོ་སྡེ་རྒྱན་ལས། བཀུར་སྟི་མཉེས་པ་དག་དང་རིམ་གྲོ་དང་གྲུབ་པའི་སྒོ་ནས་བཤེས་གཉེན་བསྟེན་པར་བྱ་ཞེས་དང། བསྟེན་པ་ཇི་སྐད་བསྒྲུབ་པ། བསྟེན་པ་ཇི་སྐད་བསྟེན་པར་བགྲོད་པ་སྟེ་དེ་ཡི་སེམས་ནི་ཡང་དག་མགུ་བར་བྱེད་ཅེས་གསུངས་སོ། དེ་ལ་དང་པོ་ནི་བླ་མ་ལྔ་བཅུ་པ་ལས་རང་གི་དམ་ཚིག་སློབ་དཔོན་ནི་རྗེ་མི་བུ་དང་ཆུང་མ་དང་རང་སྲོག་གི་དང་རྟེན་བྱིན་དང་ལོངས་སྤྱོད་བའི་སྨོས་ཅི་དགོས་ཞེས་དང། དེ་བཞིན་སངས་རྒྱས་ཐམས་ཅད་ལ་རྟག་ཏུ་ཕུལ་བ་ཉིད་དུ་འགྱུར་དེ་བུའི་བསོད་ནམས་ཚོགས་ཡིན་ཏེ་ཚོགས་ལས་སྔོན་འགྲོ་མཆོག་ཏུ་འགྱུར་ཞེས་གསུངས་པ་ལྟར་རོ། དེ་ཡང་ལག་སོར་བས་གཞན་ནས་བཟང་པོ་ཡིད་བཞིན་དུ་ངན་པ་འབུལ་ན་དམ་ཚིག་ཉམས་ཏེ། བླ་མ་དེ་ལ་རྒྱས་པའམ་ངན་པ་ལས་མེད་ན་ཉེས་པ་མི་བཟུང་ངོ། བླ་མ་ལྔ་བཅུ་པ་ལས་ཀྱང་མི་ཟད་དེ་ཉིད་འདས་པ་ཡི་ཅུང་ཟད་ཡིད་འོང་གང་དག་གིས་ཤིན་ཏུ་ཁྱབ་པར་གྱུར་པ་ཉིད་དེ་དག་དེ་ནི་བླ་མ་བའི་ཤེས་རབ་དང་མཐུན་པར་སྣང་ངོ། དེ་ཡང་སློབ་མའི་ངོས་ནས་ཚོགས་བསགས་པའི་མཆོག་ཡིན་པས་དེ་འདྲ་ཅིག་དགོས་ཀྱི། བླ་མའི་ངོས་ནས་དེ་ལ་མི་གཟིགས་པ་ཅིག་དགོས་སོ། བླ་མས། འབུལ་བ་ཆེ་ཆུང་ཇི་བཟོད་མི་ལ་ལ་ཡ། ཨ་ནི། ག་ས་རེད། མར་པ། མ་པ་ཆོས་ཀྱི་བློ་གྲོས་ཀྱིས་ནི་ངས་ནི་རྗེ་བཙུན་མི་ལ་འབུལ་བ་གང་ཡང་མེད་ངས་དེ་དག་བླ་མ་རྔོག་པ་ལ་སོགས་པ་ཅིག་འབུལ་བ་གཞན་དག་བོད་ཀྱི་རྒྱ་ཆེན་པོ་རྣམ་འཕེལ་ངེད་ཚོ་ལ་ནི། དུས་སུ་བབ་དུས་ནི་ཅིག་ཆོས་ལ་ཆོས་ནང་ཡག་ལ་ཉིན་རིང་དང་བཟང་ངན་དང་དེ་འདྲ་ཁྱོན་ན་མེད་ཟེར་ནས་བྱེད་ཀྱི་སོང་ན་ཤེས་རེད། རྗེ་བཙུན་མི་ལ་ཡིས་ནི་ནོར་ཟང་ཟིང་གི་འབུལ་བ་བདག་ལ་མེད་ཕར་བླ་མའི་ཞབས་ཏོག་གྲུབ་པས་མཇལ་ཟེར་ནས་སོང་བ་ནང་བཞིན་ད་ལྟ་གཙོ་བོ་གཙོ་བོ་དེ། སློབ་མའི་ངོས་ནས་ཡིན་ནི་གྲུབ་པའི་ཆོས་པ་དེ་གཙོ་བོ་རེད། བླ་མ་ཡིན་པ་ཡིན་ན་ཡང་སློབ་མའི་གྲུབ་པའི་ཆོས་པ་ལ་དགྱེས་པ་ཅིག་དགོས་པ་ལས་མ་གཏོགས་ཟང་ཟིང་གི་འབུལ་བ་དང་རྙེད་བཀུར་ཞབས་ཏོག་ལ་ཡ། ག་སོགས་ལ་འབུལ་བའི་ཐབས་གཟིགས་ངན་ཅིག་བྱུང་ན་མཚན་ལྡན་གྱི་བླ་མ་ཕལ་ཆེར་ཆགས་ཀྱི་ཡོད་མ་རེད། འབུལ་བ་ལ་གཟིགས་པ་ལས་མ་གཏོགས་འབུལ་བ་འབུལ་མཁན་གྱི་མི་ལ་གཟིགས་ཀྱི་ཡོད་མ་རེད། ཨོ་གང་ལྟར་གྲུབ་པ་ཉམས་ལེན་བྱས་པ་ཡིན་ན་ཨེ་ནི། ཁོ་དངོས་གནས་རང།

དེ་འགྲིབ་བྱེད་དེའི་ཚར་བཅད། དེ་ཡང་སློབ་མའི་ངོས་ནས་ཚོགས་བསགས་པའི་ཕྱོགས་ཡིན་པས་དེ་འདྲ་བ་ཅིག་དགོས་ཀྱི་བླ་མའི་ངོས་ནས་དེ་ལ་མི་སྲིད་གོ་ཅིག་གོ་སོ་ཤཱ་ར་བས་བྱས་ནས། སྒྲུབ་པའི་གཉེར་གྱི་ཟང་ཟིང་ཅུང་ཟད་ཙམ་ལ་ཡང་མི་ལྟ་བ་ཅིག་ལ་བླ་མ་ཟེར་བ་ཡིན། དེ་ལས་ལྡོག་པའི་རྣམ་འགྲེལ་སྤྲོས་པའི་བླ་མ་མི་འོང་གསུང་ངོ། གཉིས་པ་ནི། ཁྲུས་སྐུ་ཉི་ཁྲི་སྤྱི་དང། སྙུང་གཡོག་སོགས་དང་དེའི་ཡོན་ཏན་བརྗོད་པ་སོགས་གསུམ་པ་ནི། ཇི་ལྟར་གདམས་པ་ལས་མི་འགལ་བར་བསྒྲུབ་པ་ཡིན་ལ་དེ་ཉིད་གཙོ་བོ་ཡིན་ཏེ་སྐྱེས་པའི་རོ་ནས་ཕན་པའི་ལམ་དུ་བྱེད་པར་བྱ་བ་ནི་གོ་བའི་ཚིག་བཞིན་ཉམས་སུ་ལེན་པ་ཡིན། ཞེས་གསུངས་པའི་ཕྱིར་རོ། ད་དེ་ནས་རྗེ་རིན་པོ་ཆེས་དེ་ལ་ཡ་ནི་ད་ཆོས་སོར་བཞི་ན་ནི་གལ་ཏེ་བླ་མའི་བཀའ་བཞིན་དུ་བསྒྲུབ་དགོས་ན་བླ་མ་དེ་བསྟེན་ན་མི་རིགས་པའི་ལམ་དུ་ཁྲིད་པ་དང་སྡོམ་པ་གསུམ་དང་འགལ་བའི་བྱ་བ་ལ་སྦྱོར་བ་བྱས་ན་དེ་ལྟར་བྱའམ་ཞེ་ན། དེ་ལ་ནི་འདུལ་བའི་མདོ་ལས་ཆོས་མ་ཡིན་པ་མ་རྣམས་བཟློག་པར་བྱའོ་ཞེས་དང། གལ་ཏེ་བླ་མས། ཆོས་དང་མི་མཐུན་པ་ཞིག་གསུང་གི་འདུག་ན་རྒྱལ་བས་བསྟན་པ་སྤྱི་དང་མི་མཐུན་པ་ཞིག་གིས་གསུང་གི་འདུག་ན་དེ་བཟློག་གོ། ཆོས་མ་ཡིན་པ་མ་རྣམས་བཟློག་པར་བྱའོ་ཞེས་དང། དཀོན་མཆོག་སྤྲིན་ལས་ཀྱང། དགེ་བའི་ཆོས་ལ་དེ་དང་མཐུན་པར་སྤྱོད་ལ་མི་དགེ་བ་ལ་མི་མཐུན་པར་སྤྱོད་དོ་ཞེས་གསུངས་པས། དེ་ཡི་གོ་བ་ལ་མི་ཉན་དགོས་སོ། བླ་མས་འདི་བྱེད་ཞེས་གསུངས་ཞེས་པ་འདི་གལ་ཏེ་བསྟན་པ་སྤྱི་དང་མ་འཚམ་པ་ཞིག་འདུག་ན་ཨེ་ནི། བླ་མ་ལ་ཡང་གསེར་སྦྲུལ་ཞུས་ནས་ཨེ་ནི་བླ་མའི་བཀའ་དེ་མི་སྒྲུབ་དགོས་པ་རེད། བླ་མའི་དགོངས་བ་མི་ཉན་དགོས་སོ། མི་རིགས་པ་ལ་མི་འཇུག་པ་ནི་སྐྱེ་རབས་བཅུ་གཉིས་པ་ན་གསལ་བར་ཡོད་དོ། འོན་ཀྱང་དང་བ་གལ་ཆེན་པོ་གཅིག་སྟེ་འོན་ཀྱང་བླ་མས་བསྟན་པ་སྤྱི་དང་མི་མཐུན་པ་གཅིག་གིས་མི་རིགས་པ་ཞིག་གསུངས་ཞེས་པ་དེ་རྒྱུ་མཚན་དུ་བྱས་ནས་དེ་གསུམ་ངན་གྱིས་བླ་མ་དེ་ལ་མི་གུས་པ་དང་བརྙས་པ་དང་སྨོད་པ་སོགས་བྱར་མི་རུང་བས་བླ་མ་ལྔ་བཅུ་པ་ལས་རིགས་པ་ཡེ་ནས་མི་ནུས་ན་མི་ནུས་ལ་ཚིག་གིས་ཀྱང་ཞེས་གསུངས་པ་ལྟར་ཤད་ཆང་ལེགས་པར་བྱས་ཏེ་མི་འཇུག་པ་ཡིན་ནོ། དེ་ལྟར་བསྟན་པའི་ཚེ་ཡང་མདོ་སྡེ་རྒྱན་ལས་དེ་ཆོས་གོ་གལ་ལ་སྤྱོད་ཡོན་ཏན་ལྡན་ཞེས་ཉིད་རབ་ཏུ་བསྟན་ཅིང་ཟང་ཟིང་མིན་ཞེས་གསུངས་པ་ལྟར་ཆོས་ཀྱི་གོ་གལ་ལ་སྤྱོད་པ་ཅིག་དགོས་ཏེ་པོ་ཏོ་བས་བྱས་ནས་ཀུན་དགའ་བོ་སྟོན་པའི་ཞིང་རིན་དུ་བཀོད་པའི་ཚེ་སྟོན་པས་མི་གསོད་པའི་ན་ཚ་འཆང་དུ་མི་འཇུག་པ་དང་སྟོན་པའི་བཤོས་ལྷག་མི་འཚལ་བ་དང་དུས་མེད་པར་སྟོན་པའི་སྤྱན་སྔར་འགྲོར་སྣང་ན། སྟོན་པ་ལ་བསྙེན་བཀུར་བྱེད་དོ་ཞེས་རྩིག་པ་བཟུང་བ་དེ་མ་འོངས་པའི་གང་ཟག་ལ་དགོངས་པ་སྟེ། རང་ཅག་ཆོས་ལ་ཅི་ཡང་མི་བརྩི་བར་བྱ་སུན་རིའི་མཐོ་དམན་ལ་ཐུག་ལ་རྟགས་མ་དག་ཐམས་ཅད་བརྩི་བ་དེ་ཕུགས་རུས་བའི་རྟགས་ཡིན་གསུང་ངོ། དུས་ཇི་ཙམ་དུ་བསྟན་པ་ནི་པོ་ཏོ་བས་ཞལ་ནས། ང་ལ་ད་རེ་རེ་བྱུང་ན་ཁུར་ནས་རེ་རེ་སོང་ན་ཁུར་ཁྲིད་དེ་ལོགས་སུ་བསྡད་ན་མི་འོང་བས་ཉིན་རིང་རན་པ་ཡུན་རིང་དུ་བསྲིངས་ནས་བསྒྲུབ་དགོས་པ་ཡིན་གསུངས་པ་ལྟར་རོ་བཞི་བ་བསྟན་པའི་ཕན་ཡོན་ནི། སངས་རྒྱས་ཀྱི་གོ་འཕང་ན་ཉེ་བ་དང་རྒྱལ་བ་ན་སྐྱེ་བ་དང་དགེ་བའི་བཤེས་གཉེན་གྱིས་འོང་བ་དང་ངན་འགྲོ་མས་འོང་བ་དང་ལས་ངན་པ་དང་ཉོན་མོངས་པས་འདུལ་བ་གོ་བ་དང་བྱང་ཆུབ་ཀྱི་བྱང་ཆུབ་བྱང་སེམས་ཀྱི་སྤྱོད་པ་དང་མི་འགལ་ཅིང་དེ་ལ་འབྲེལ་པ་དང་ལྡན་པས་ཡོན་ཏན་གྱི་ཚོགས་ཆེན་དུ་ཆེན་ཚོགས་འཇུག་ཅིང་ནི་གོ་བདེ་དང་ཐུགས་ཀའི་དོན་དུ་ཆེན་གྲུབ་པར་འགྱུར་བ་དང།

བྱང་པ་དང་འོད་དཔག་ལམ་པ་དགེ་བའི་རྩ་བ་བསྐྱེད་པ་སྦྱིན་པའམ་མཆོད་པའམ་བསླབ་པ་བཟུང་བ་ལས་པའི་འབྱུང་བ་རྣམས་སྔ་དྲོ་རྗེས་ཀྱི་མི་ཚེ་རྒྱུད་ནོན་དུ་བླང་བ་ལ་སྙིང་པོ་བྱེད་པ་ནི་མི་སྐྱོན་ལས་སུ་ཉེས་མི་སྐྱེ་བ་དང་ལྡན་པའོ་ཞེས་དང། སངས་རྒྱས་ཀྱི་ཡོན་ཏན་རྣམ་པར་འཕྲུལ་བ་དཔག་ཏུ་མེད་པ་ཐམས་ཅད་ཀྱིའང་འདི་ལས་འབྱུང་བ་ལྟའོ། དེས་ན་སངས་རྒྱས་བསླབ་པར་བྱ་བ་ལྟར་བླ་མར་བསྟེན་པ་དང་བསྙེན་པ་དང་བསྙེན་བཀུར་བྱའོ་ཞེས་གསུངས་པའི་ཕྱིར་རོ་སྐྱེས་རབས་ལས་ཀྱང་དམ་པ་རྣམས་ནི་སུས་ཀྱང་མི་སྲིང་སྟེ་དུལ་བའི་ཚུལ་གྱིས་མི་དགེ་བ་སྟོན་པར་བྱ་བ་དེ་དང་དེ་དང་ཉེ་ན་དེ་ཡི་ཡོན་ཏན་བསྟོད་པའི་ཆེད་དུ་མ་བཀོད་པར་ཡང།